ད་ནི་སྐབས་འདིར་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་བཤེས་སྤྲིང་ལས་བསྟན་པའི་དགེ་སྡིག་གང་ཡིན་ན་ཡང་སྟོབས་ཆེ་བ་འགྱུར་ཚུལ་གྱི་རྣམ་པ་བཞི་དེ་གང་རེད་ལབ་དུས་ཤིང་གི་སྒོ་ནས་སྟོབས་ཆེ་བ་བསམ་པའི་སྒོ་ནས་སྟོབས་ཆེ་བ་རྟེན་གྱི་སྒོ་ནས་སྟོབས་ཆེ་བ་དངོས་པོའི་སྒོ་ནས་སྟོབས་ཆེ་བ་བྱས་ནས་ནི་རྣམ་པ་བཞི་གསུངས་ཡོད་པ་རེད། དེའི་དང་པོ་ཤིང་གི་སྒོ་ནས་སྟོབས་ཆེ་བ་སྟེ་དཀོན་མཆོག་གསུམ་དང་བླ་མ་དང་དེའི་འདྲ་བ་བར་མ་སོགས་ཏེ་འདི་དག་ལ་ནི་བསམ་པ་ཤུགས་དྲག་པོ་མེད་ཅིང་ཕན་གནོད་ཆུང་ངུ་ཞིག་བྱེད་ཅིང་བསོད་ནམས་དང་ཁ་ན་མ་ཐོ་བ་བྱེད་པའི་ཕྱིར་རོ། ཨ་ནི། དཀོན་མཆོག་གསུམ་སངས་རྒྱས་ཆོས་དགེ་འདུན་འོ་དེ་འདྲ་གི་དཀོན་མཆོག་གསུམ་དང་རང་ཉིད་ལ་གསུང་རབ་བསླབ་མཁན་གྱི་བླ་མ་དགེ་བའི་བཤེས་གཉེན་དང་དེ་དང་འདྲ་བར་རང་གི་བར་མ་དེའི་ནང་བཞིན་དུ་མཛའ་བཤེས་ཕུ་ནུ་གཉེན་འདུན་ལ་སོགས་པ་གང་དོར་རང་ཉིད་ལ་བརྩེ་བ་ཇི་ལྟར་ཆེ་བ་ཡིན་ན་དེ་ལ་གནོད་པ་བྱིན་ན་དེ་ལྟར་དུ་སྡུག་བསྔལ་ཆེ་གི་ཡོད་པ་དེ་བཞིན་དུ་སྡིག་པ་ཡང་ཆེན་པོ་བསགས་འགྲོ་གི་ཡོད་པ་རེད། དེ་འདྲ་ཡིན་ཙང་དེ་འདྲ་བ་ལ་ནི་བསམ་པ་ཞིག་གྲོགས་པོ་མེད་ཀྱང། གནོད་པ་སྐྱེལ་དགོས་བསམ་པའི་བསམ་པ་ཡང་ན་ཀུན་སློང་གི་འདོད་ཆགས་ཤིག་དང་གཏི་མུག་ལ་སོགས་པ་ཧ་ཅང་ཤུགས་ཆེན་པོ་ཅིག་མེད་ན་ཡང། ནི་ཕན་པ་དང་གནོད་པ་ཅུང་ཙམ་ཅིག་བྱས་པས་ཀྱང་དགེ་བ་དང་སྡིག་པ་ཤུགས་ཆེན་པོ་ཆགས་འགྲོ་གི་རེད་ཟེར་རོ། དེ་འདྲ་ཅིག་གསུང་གི་ཡོད་པ་རེད། དེ་ནི་བསོད་ནམས་ཟེར་བ་དེ་དགེ་བ་ཟེར་གྱི་ཡོད་པ་རེད་ཁ་ན་མ་ཐོ་བ་ཟེར་བ་དེ་མི་དགེ་བའམ་ཡང་ན་སྡིག་པ་ཟེར་གྱི་ཡོད་པ་རེད། ཁྱད་པར་བྱང་ཆུབ་སེམས་དཔའ་ནི་དགེ་མིག་གི་ཤིང་ཤིན་ཏུ་སྟོབས་ཆེ་སྟེ། ཨ་ནི་ཤིང་ཟེར་བ་འདི་བསོད་ནམས་གསོག་པའི་ཤིང། ཨ་ནི་དགེ་བ་དང་སྡིག་པ་ག་འདྲ་ཅིག་ཡིན་ན་ཡང་དེ་གཉིས་བསགས་བསགས་ཀྱི་ཡུལ། དེ་གའི་དམིགས་པ་དམིགས་ཡུལ་ལྟ་བུ་དེ་ལ་ཞིང་ཟེར་ལབ་ཀྱི་ཡོད་པ་རེད། དཔེར་ན་རང་ཉིད་ཀྱི་དགོན་པའི་བླ་མ་དང་སངས་རྒྱས་བྱང་སེམས་ཀྱི་ཚོགས་ལ་ཚོགས་ཞིང་ཟེར་གྱི་ཡོད་པ་ནང་བཞིན་འདིའི་སྐབས་སུ་ཡང་དགེ་བ་དང་སྡིག་པ་ག་འདྲ་ཅིག་བསགས་པ་ཡིན་ན་ཡང་དེ་བསགས་བསགས་ཀྱི་ཡུལ་དེ་ལ་ཞིང་ཟེར་ལབ་ཀྱི་ཡོད་པ་རེད། ཁྱད་པར་བྱང་ཆུབ་སེམས་དཔའ་ནི་དགེ་མི་དགེའི་ཞིང་ཤིན་ཏུ་སྟོབས་ཆེ་སྟེ། འགའ་ཞིག་འཁྲུལ་ནས་ཆོས་བྱེད་སེམས་ཅན་ཐམས་ཅད་བཙོན་རར་མུན་ནག་ཏུ་བཅུག་པ་བས། འཁྲུལ་ཏེ་བྱང་སེམས་ལ་རྒྱབ་ཀྱིས་ཕྱོགས་ཏེ་འདུག་ནི་མ་རུང་བ་འདི་ལ་མི་ལྟའོ་ཞེས་ཟེར་ན། སྡིག་ཕྱིའི་གྲངས་མེད་པ་སྐྱེས་པ་དང། ཨ་ནི། རང་ཉིད་ལ་ཁོང་ཁྲོ་དྲག་པོ་ལངས་ནས་གཤོག་བཅུ་གི་སེམས་ཅན་ཐམས་ཅད་བཙོན་རར་བཅུག་དེ་ལ་སྡུག་བསྔལ་བཏང་བ་ལས་བྱང་ཆུབ་སེམས་དཔའ་ལ་རྒྱབ་ཀྱིས་ཕྱོགས་ནས་བྱང་ཆུབ་སེམས་དཔའ་ལ་མདུན་གྱིས་མི་ལྟ་བར་རྒྱབ་ཀྱིས་ཕྱོགས་ནི་མ་རུང་བ་འདི་ལ་མི་ལྟའོ་ཞེས་ཚིག་ངན་པ་དེ་འདྲ་ཅིག་བརྗོད་པ་ཡིན་ན་སྡིག་པ་དེ་ཆེ་གི་རེད། མདོར་ན་ཕྱོགས་བཅུའི་སེམས་ཅན་ཐམས་ཅད་བཙོན་ཁང་དུ་བཅུག་པ་ལས་བྱང་ཆུབ་སེམས་དཔའ་གཅིག་ལ་ཚིག། མི་སྙན་པ་སྨྲས་པ་དེ་སྡིག་པ་ཆེན་པོ་རེད་ཟེར་བ་དེ་དང། མཆོད་རྟེན་གངྒཱའི་ཀླུང་གི་གཤེད་མ་གཉིས་བཤིག་པ་དང་བསྲེགས་པ་ལས་བྱང་སེམས་ལ་ཁོང་ཁྲོ་དང་གནོད་སེམས་སྐྱེས་ཀྱང་མི་སྙན་པར་སྨྲས་ན་སྡིག་པ་ཆེ་བ་དང་བསོད་ནམས་གསོག་པའི་ཞིང་ཡང་དེ་བཞིན་མཆོག་ཏུ་འགྱུར་བར་གསུངས་སོ། ཨ་ནི་སངས་རྒྱས་བྱང་སེམས་ཀྱི་མཆོད་རྟེན། གངྒཱ་ཆུ་བོ་གི་ཕྱེ་མ་གི་བྲང་དང་མཉམ་པ་ཅིག་བཤིག་པ་དང་བསྲེགས་པ་ལས། བྱང་ཆུབ་སེམས་དཔའ་གཅིག་ལ་ཁོང་ཁྲོ་གི་སྒོ་ནས་གནོད་སེམས་སྐྱེས་པ་དང་ཡང་ན་ཚིག་མི་སྙན་པ་མིན་ན་སྡིག་པ་དེ་སྐྱེ་གི་རེད། དེ་བཞིན་དུ་དགེ་བ་སྒྲུབ་པའི་ཡུལ་ཡང་བྱང་ཆུབ་སེམས་དཔའ་དེ་མཆོག་ཏུ་གྱུར་པ་ཡིན་ཙང་བྱང་ཆུབ་སེམས་དཔའ་ལ་བསྟོད་པ་གཏོང་བ་དང། ཕྱག་འཚལ་བ་དང་གུས་པས་འདུད་པ་ལ་སོགས་པ་དེ་དག་ལ་ཡང་དགེ་བ་རླབས་ཆེན་པོ་ཡོད་པ་རེད་ཟེར་བ་དེ་འདྲ་གི་དོན་དག་རེད། གཉིས་པ་བསམ་པ་གི་སྒོ་ནས་བྱ་བ་སྟོབས་ཆེ་ཚུལ་ནི་རིན་ཆེན་ཕུང་པོ་གི་མདོ་ལས། སྟོང་གསུམ་གྱི་སེམས་ཅན་ཐམས་ཅད་སོ་སོ་ནས་སངས་ཀྱི་ཞིང་མཆོག་སྟེང་རེ་རེག་ཙམ་བྱས་ལ། དེ་དག་ལའང་སྐལ་བ་ཆེན་པ་སྙེད་དུ་བསྟི་སྟང་དུ་བྱ་བ་ཐམས་ཅད་ཀྱིས་བསྟི་སྟང་དུ་བྱས་པ་ལས་བྱང་སེམས་ཀྱིས་ཐམས་ཅད་མཁྱེན་པའི་སེམས་དང་མ་འབྲེལ་བའི་མེ་ཏོག་གཅིག་ཙམ་འདོར་བ་སོགས་ནི་མང་བར་གསུངས་ཏེ། ཨ་ནི་བསམ་པའི་སྒོ་ནས་ཁྱད་པར་དུ་འཕགས་སོགས་དེ་ག་རེ་ལབ་སྟེ། སྟོང་གསུམ་གྱི་སེམས་ཅན་ཐམས་ཅད་ཀྱིས་སངས་ཀྱི་ཞིང་མཆོག་སྟེང་རིགས་བརྒྱ་པོ་རི་རབ་དང་འདྲ་བ། དེ་འདྲ་རེ་རེ་བྱས་པ་དང། དེའི་འདུན་དུ་ཡང་སྐལ་བ་ཆེ་བ་མང་པོ་ལ་ནི་ཕྱག་འཚལ་བ་དང་མཆོད་པ་འབུལ་བ་ལ་སོགས་པ་བྱས་པའི་བསོད་ནམས་ཐམས་ཅད་གཅིག་ཏུ་བསྡུས་པས་ཀྱང་ནི་བྱང་ཆུབ་ཀྱི་སེམས་དང་མ་བྲལ་བའི་སྒང་ནས་གང་ལྟར་རྣམ་པ་ཐམས་ཅད་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཐོབ་པར་བྱའོ་སྙམ་པའི་བསམ་པ་དེ་བྱང་ཆུབ་ཀྱི་སེམས་ཡིན་པ་རེད་དེ་འདྲ་བའི་བསམ་པ་བཟང་པོ་དང་བཅས་པའི་སྒང་ནས་མེ་ཏོག་གཅིག་གིས་མཆོད་པ་བྱས་པ་དེ་བསོད་ནམས་མང་ཡོད་པ་རེད། སྟོང་གསུམ་གྱི་སེམས་ཅན་ཐམས་ཅད་ཀྱི། དཀའ་བ་ཆེ་བ་མང་པོ་ལ་སངས་རྒྱས་ཀྱི་རང་གསལ་ལ་མཆོད་པ་ཕུལ་བས་བསོད་ནམས་ཐམས་ཅད་གཅིག་ཏུ་བསྡུས་པ་དང། ནི་བྱང་ཆུབ་ཀྱི་སེམས་དང་ལྡན་པའི་ངང་ནས་མེ་ཏོག་གཅིག་མཆོད་པ་ཕུལ་བ་གཉིས་ནང་ལོགས་ནས་མེ་ཏོག་གཅིག་མཆོད་པ་ཕུལ་བ་དེ་བསོད་ནམས་ཆེས་མང་བ་རེད། ཨོ་དེ་འདྲ་སོང་ཡོད་པ་རེད། དེ་བཞིན་དུ་མཐོ་ལྕགས་མཆོག་དམན་དང་རང་བཞིན་གྱི་སྟོན་ལ་དམིགས་པ་སོགས་བསམ་པའི་ཁྱད་པར་ཅན་དང། དེའང་ཤུགས་དྲག་ཅན་དང་རྒྱུན་རིང་ཐུང་སོགས་ཀྱི་སྒོ་ནས་ཤེས་པར་བྱའོ། ཐོབ་བྱ་ཆོག་མོད་ཟེར་བ་དེ་དཔེར་ན་བྱང་ཆུབ་ཀྱི་སེམས་དང་ལྡན་པ་ཡིན་ན་དེའི་བྱ་བ་སྤྱོད་པ་ག་འདྲ་ཅིག་བསྒྲུབ་ན་ཡང་ཐོབ་བྱ་དམིགས་ཡུལ་མཐར་ཐུག་ནི་སངས་རྒྱས་ཀྱི་གོ་འཕང་ཐོབ་པར་འདོད་པ་དང་དེ་ཡང་སེམས་ཅན་ཐམས་ཅད་ཀྱི་ཆེད་དུ་ཡིན་པ་ཡིན་ཙང་ཐོབ་བྱ་མཆོག་དང་ཐོབ་བྱ་དམིགས་ལ་བསྡུས་པས་ན་དལ་བའི་རྟེན་ཐོབ་པར་འདོད་པ་ལྟ་བུ། ཡང་ན། དགྲ་བཅོམ་པའི་གོ་འཕང་ཐོབ་པར་འདོད་པ་ལྟ་བུ་དེ་དག་ཀྱང་སངས་རྒྱས་ཀྱི་གོ་འཕང་ལ་བསྟུན་ནས་སྨོན་པ་ཡིན་པ་དེ་སྤྱི་སྟངས་སྨོན་པ་ཡིན་ཟེར་གྱི་ཡོད་པ་མ་རེད། ཕན་ཚུན་ནང་ཕན་ཚུན་ལ་ལྟོས་ན་ཨ་ནི་ལྷ་མིའི་རྟེན་ཐོབ་པར་འདོད་པ་ལྟ་བུ་དེ་སྨན་པ་ཡིན་པ་རེད། དེ་བཞིན་དུ་ལྷ་མིའི་རྟེན་ཐོབ་པར་འདོད་པའི་ཆེད་དུ་དགེ་རྩ་བསགས་པ་དེ་དགེ་བ་ཆུང་ངུ་དང། ཨ་ནི་སངས་རྒྱས་ཀྱི་སྐུ་འབངས་ཐོབ་པར་འདོད་པའི་ཆེད་དུ་དགེ་རྩ་བསགས་པ་དེ་དགེ་བ་ཆེན་པོར་གྱུར་བ། དེ་བཞིན་དུ་རང་གི་དོན་དུ་བགྲོད་པ་ཆུང་ངུ་གཞན་གྱི་དོན་དུ་བགྲོད་པ་ཆེན་པོ་ལ་སོགས་པ་བསམ་པའི་ཁྱད་པར་དང་དེ་བཞིན་དུ་བསམ་པ་དེ་ཤུགས་དྲག་པོ་དང་རྒྱུན་རིང་པོ་ཡོད་མེད། འོ་དེ་འདྲ་གི་སྒང་ནས་དགེ་བ་སྟོབས་ཆེ་ཆུང་སྡིག་པ་སྟོབས་ཆེ་ཆུང་གི་ཁྱད་པར་དེ་ཤེས་དགོས་པ་རེད་ཟེར་རོ་འོ་དེ་འདྲ་གསུང་གི་ཡོད་པ་རེད། ཉེས་སྤྱོད་ལའང་ཉོན་མོངས་པའི་བསམ་པ་ཤུགས་དྲག་པ་ལས་སྦྱིན་རང་བས་སྟོབས་ཆེ་ལ་དེའི་ནང་ནས་ཁོང་ཁྲོ་ཤིན་ཏུ་སྟོབས་ཆེ་དེས། ཨ་ནི་སྒང་དུ་བྱེད་པ་དེ་ལེགས་སྤྱོད་དམ་ཡང་ན་དགེ་བའི་བྱ་བ་བྱེད་ཀྱི་ཡོད་པ་རེད་ཉེས་སྤྱོད་དམ་མི་དགེ་བའི་བྱ་བ་ལའང་ཉོན་མོངས་པའི་བསམ་པ་སྦྱིན་རང་བ་ཤུགས་དྲག་པ་དེ་འདྲ་གང་གི་བྱ་བ་བྱས་ན་སྡིག་པ་སྟོབས་ཆེན་པ་དང་དེའི་ནང་ནས་ཀྱང་ཁོང་ཁྲོ་ཤིན་ཏུ་སྟོབས་ཆེན་པོ་རེད། སྤྱོད་འཇུག་ལས་སྐལ་བ་སྟོང་དུ་བསགས་པ་ཡི་རྒྱན་དང་བདེར་གཤེགས་མཆོད་ལ་སོགས་ལེགས་སྐྱེས་གང་ཡིན་དེ་ཀུན་ཀྱང་ཁོང་ཁྲོ་གཅིག་གིས་འཇོམས་པར་བྱེད། ཨ་ནི་ཁོང་ཁྲོ་སྟོབས་ཆེ་ཚུལ་དེ་གང་འདྲའི་ལབ་སྟེ་སྐལ་བ་སྟོང་གིས་རང་ལ་ཨ་ནི་སྦྱིན་པ་གཏོང་བ་དང་དེ་བཞིན་གཤེགས་པ་མཆོད་པ་ལ་སོགས་པ་དགེ་བའི་རྩ་བ་གང་ཡིན་ན་ཡང་ཁོང་ཁྲོ་སྐད་ཅིག་གཅིག་གིས་དེ་དག་གི་དགེ་བའི་རྩ་བ་དེ་ཉམ་ཆུང་བར་བྱེད་པ་དང་ཡང་ན་མེད་པར་བྱེད་ཀྱི་རེད། དེ་འདྲ་ཡིན་ཙང། ཨ་ནི་ཉོན་མོངས་པ་ཐམས་ཅད་ཀྱི་ནང་ནས་ཁོང་ཁྲོ་དེ་སྟོབས་ཆེ་བ་དང་ནུས་པ་ཤིན་ཏུ་ཆེ་བ་དེ་འདྲ་རེད་ཟེར་གསུང་གི་ཡོད་པ་རེད། དེའང་ཚངས་པ་ཚོམ་བུར་སྤྱོད་པ་དང་དེ་ལས་ཀྱང་རྒྱལ་སྲས་ལ་ཁྲོ་བ་ནི་ཤིན་ཏུ་སྤྱོད་པར་གསུངས་སོ། ཁོང་ཁྲོ་སྐྱེ་ས་ལ་ཡུལ་དེ་ལ་ཡང་དཔེར་ན་གྲོགས་པོ་ཚངས་པ་ཚོམ་བུར་སྤྱོད་པ་ཨ་ནི་དགེ་འདུན་དགྲ་བཅོམ་པ་ལྟ་བུ་དང་དགེ་སློང་ལྟ་བུ་དང། ལྷག་པར་དུ་ཨ་ནི་རྒྱལ་སྲས་བྱང་ཆུབ་སེམས་དཔའ་ལ་ཁོང་ཁྲོ་བསླང་བ་དེ་ཤིན་ཏུ་ནས་ཀྱང་སྡིག་པ་ཆེན་པོ་རེད།